ནམོ་ནམོ་ཧཧཧ་སྲོལ་རྒྱུན་སྨན་རྩིས་ལས་འདེགས་སེམས་གསེང་གནང་མཁན་གྱི་ཚོགས་མི་རྣམ་པ་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡིན། དེ་ནས་ད་དེ་རིང་རྣམ་པ་ལྷན་རྒྱས་ཚོ་ལ་ཡང་འཕྲོས་དོན་གྱི་སྐོར་ལ་དེ་རིང་ང་རང་གི་བསམ་ཚུལ་ཕྲན་བུ་ཞིག་ཞུ་རྒྱུ་ཡིན་དེ་གང་ཡིན་ཟེར་ན། ད་དེང་སང་ང་ཚོ་སྨན་ཁང་ལ་རེ་ན་རེ་ད་སྨན་པ་རྣམ་པ་ཚོ་གི་ལམ་སྟོན་བརྟག་པ་ད་ག་བ་ལ་ཡིན་པ་ཡིན་ན་ཡང་གནང་དགོས་རེད་ང་ཚོ་གོམ་པ་མང་པོ་རྒྱག་དགོས་རེད། དེ་ནས་ད་གོམ་པ་མང་པོ་རྒྱག་པ་ཡིན་ན་ལུས་ཀྱི་འཕྲོད་བསྟེན་ཡག་པོ་ཆགས་ཀྱི་ཡོད་རེད་དེ་ནས་ལུས་ཀྱི་ལྗིད་ཚད་མ་ཆགས་ཀྱི་ཡོད་རེད་ཟེར་ནས་ད་དེ་འདྲའི་ལམ་སྟོན་མང་པོ་ཞིག་གནང་གི་ཡོད་རེད་དེ་ནས་ལམ་སྟོན་དེ་འདྲ་གནང་ཡོང་དུས་ད་ལོ། རྒྱལ་པོ་ཡིན་པ་ཡིན་ན་འདྲ། དེ་ནས་སོ་སོ་གི་གཟུགས་པོ་བདེ་བོ་མེད་པ་འདི་འདྲའི་ཡོད་ཡོང་དུས་ད་ང་གོམ་པ་བརྒྱབ་ཡ་ཉུང་དྲགས་པ་ཡིན་གྱི་རེད་བསམ་ནས་ད་ཏག་པ་ཅིག་གོམ་པ་བརྒྱབ་ཡ་གི། གོམ་གཤིས་འདྲ་བོ་ཅིག་ཡོད་རེད་བ། ད་ཅིག་སོ་སོ་དུས་ཚོད་དེ་སུ་རག་པ་ཡིན་ན་ད་གོམ་པ་བརྒྱབ་དགོས་ས་རེད་ལབ་ནས་གོམ་པ་བརྒྱབ་གཞུག་གི་གོམ་པ་བརྒྱབ་གོང་མོ་གོམ་པ་བརྒྱབ་ད་ག་དུས་ན་གོམ་པ་བརྒྱབ་ཏུ་ཡོང་རུང་བ་ད་གཟུགས་པོ་ཡག་པོ་ཆགས་ཀྱི་རེད་བསམ་ནས།

ཅེས་དགོངས་པ་བརྒྱ་བསྐུར་བ་རེད། ཅེས་བདག་དགོངས་པ་ཐོག་མ་དེ་ལ་ང་རང་ཚོས་དགོངས་པ་བརྒྱ་བས་ཀྱི་དུས་ཚོད་བརྟན་པོ་ཅིག་ཡོད་མ་རེད་བ། ད་སོ་སོར་དུས་ཚོད་ཡོད་ན་དགོངས་པ་མང་དག་ཅིག་རྒྱབ་སོ་སོར་དུས་ཚོད་མེད་ན་དེ་ནི་དགོངས་པ་བརྒྱ་བས་ཀྱི་གོ་སྐབས་རག་གི་ཡོད་མ་རེད། འདི་ཡིན་དུས་དུས་ཚོད་འདི་ཡིན་དུས་ཅེས་དུས་ཚོད་དུ balance ཡག་པོ་སྒྲིག་ཐུབ་ཀྱི་ཡོད་མ་རེད་བ། དེ་འདྲའི་དུས་མཚམས་མཚམས་དུས་ཚོད་རག་ཡོང་དུས་ཀི་ལོ་མི་ཀྲོ་བཅུ་གསུམ་ཐམ་པ་དགོངས་པ་བརྒྱ་བགྲོ་མཚམས་དུ་དུས་ཚོད་མེད་དུས་ཀི་ལོ་མི་ཀྲོ་གཅིག་ཡང་མི་འགྲོ། མཚམས་མཚམས་ཆུ་ཚོད་གསུམ་བཞི་འདྲ་བ་དགོངས་པ་བརྒྱ་མཚམས་མཚམས་ཉིན་གང་དགོངས་པ་བརྒྱ། འདི་འདྲའི་དུས་གོམ་པ་ཞེ་དྲག་མང་པོ་རྒྱག་གི་ཡོད་རེད་འདི་འདྲ་ཡིན་དུས་ད་སོ་སོ་འདི་ལ་ཡང། སོ་སོའི་གཟུགས་པོ་འཕྲོད་བསྟེན་ཡག་པོ་ཞིག་ཆགས་ཡོད་ས་རེད་གཟུགས་པོ་བདེ་ཐང་ཞིག་ཆགས་ཡོད་ས་རེད་སྨན་པས་གསུངས་བཞག་པ་དེ་ངས་ལག་ལེན་ཡག་པོ་ཞིག་ནས་བསྟར་གི་ཡོད་ཟེར་ན་སོ་སོ་འདི་འདྲ་དྲན་སྲིད་ཀྱི་རེད་བ། དེ་ཡིན་དུས་འདི་འདྲ་རྩ་ནས་མ་རེད་ང་རང་གི་བསམ་པ་ལ། ཡང་དེ་ད་ལྟ་ངས་མང་ཞུས་ཡ་དེ་གཅིག་ཡང། འདི་ནི་མ་ཅིག་ཕྱི་ལུགས་ཚན་རིག་པ་ཅིག་གིས་མ་ཤེས་བཞག་ཡོད་ཅིག་དང། འདི་ནི་ཡང་ག་ལ་བ་རེད་ད། འཕྲོད་བསྟེན་ལམ་སྟོན་པ་དེ་འདྲས་ཀྱིས་ཤེས་བཞག་ཡོད་ཅིག་དང་ངས་འདི་དངོས་གཞི་བྱས་ནས་ང་ཞུ་མེད་དེ་ང་རང་གི་ད། ད་ཉམས་མྱོང་ལབ་ན་རེད་ང་རང་གི་ད་སློབ་སྦྱོང་བྱས་པའི་བརྒྱུད་རིམ་གྱི་ནང་ལོགས་ལ་ཅིག་དེ་འདྲས་ཅིག་ཡིན་ན་ཟེར་ནས་ངས་ཚོད་དཔག་བྱས་ནས་འདི་ནི་ཐབས་ལམ་ཅིག་འདི་ནི་མ་ཞུ་གི་ཡིན་རུང་བ། དེ་ནས་དུས་དང་པོ་ཁྱེད་རང་གོམ་པ་རྒྱབ། དང་པོ་ཁྱེད་རང་གོམ་པ་རྒྱབ་པར་བྱེད་པ་ལ་ཕྱི་དང་གོམ་པ་རྒྱབ་ན་དཔེ་མ་སེ་ཡག་པོ་རེད་བ་སོ་སོས་འཕྲོས་དོན་ཞེ་དྲག་ཡག་པོ་ཆགས་ཡོད་རེད་ད་གོམ་པ་རྒྱབ་སྟངས་ལ་ཡང་རྣམ་པ་མང་པོ་ཅིག་ཡོད་རེད་བ་དེར་ངས་གོམ་པ་རྒྱབ་སྟངས་དེ་མ་ཞུ་མེད། ག་སེ་ཁྱེད་རང་རྣམ་པ་ཚོ་ཞོགས་ཀའི་གོང་ད་ད་སྨན་མ་སོ་སོའི་གཟུགས་པོ་གི་ལྗིད་ཚད་ཆེན་པོ་ཆགས་ཀྱི་ཡོད་པ་དང་དེ་ནས་སོ་སོ་གི་འོ་ད་སོ་སོ་ལ་ན་བཟའ་ག་རེ་ཡོད་པ་དང་པོ་དེ་ལ་ག་རེ་ཧ་གོ་དགོས་རེད་ཟེར་ན་ཁྱེད་རང་ག་རེ་བྱས་ནས་གོམ་པ་རྒྱབ་ཀྱི་ཡོད་དེ་ཡག་པོ་ཧ་གོ་དགོས་རེད་བ། གོམ་པ་བརྒྱབ་དགོས་ཀྱི་ད་རྐྱེན་ཅིག་ཁྱེད་རང་གི་གནས་སྟངས་ཅིག་ཟིན་པ་ཡིན་ན། དེ་འདི་ལ་གཞི་བཞག་ནས་ཁྱེད་རང་གི་ད་གོམ་པ་བརྒྱབ་ཡག་གི་ཐབས་ལམ་དེ་གནང་དགོས་ཀྱི་རེད་ཟེར་བ་དང་པོ་དེ་རེད་དེ་གཅིག། དེ་ནས་ཁྱེད་རང་གོམ་པ་བརྒྱབ་ཡོང་དུས་སྐབས་སུ། གལ་ཆེ་ཤོས་དེ་ག་རེ་བྱ་དགོས་རེད་ཟེར་ན། སྒོ་མོ་བརྒྱ་ཕྲག་གི་དུས་ཚོད་དེ་དུས་ཚོད་བརྟན་པོ་ཞིག་བཟོ་དགོས། ག། དང་པོ་རེ་རེ་དང་ཐོག་མ་དང་པོ་དེ་ལ་ག་ཚད་ཁྱེད་རང་ཞོགས་ཀའི་གོ་སྐབས་གོམ་པ་རྒྱབ་ཀྱི་ཡོད་པ་ཡིན་ན་ཟེར་བ། ཞོགས་ཀའི་ཆུ་ཚོད་ག་ཚོད་ལ་གོམ་པ་རྒྱབ་ཀྱི་ཡིན། ཁྱེད་རང་ད། ད་མི་ཁ་ཤས་ལ་ཡིན་པ་ཡིན་ན་སོ་སོ་ཞོགས་ཆ་མ་བཏུང་སྔོན་ལ་རྒྱ་བལ་གྱི་གོ་སྐབས་ཡོད་ཀྱི་རེད་མི་ཁ་ཤས་ལ་ཡིན་པ་ཡིན་ན་ཞོགས་ཆ་བཏུང་ཚར་བའི་རྗེས་ལ་སོ་སོ་གོམ་པ་རྒྱ་བལ་གྱི་ད། ད་གོམས་གཤིས་འདྲ་བོ་ཡོད་རྒྱུ་རེད། དེ་སྟབས་དེ་འོ་ད་དུས་ཚོད་སོ་སོའི་གི་མི་ཚེ་གི་བརྒྱུད་རིམ་ནང་ད་སྟབས་དེ་བཞིན་ཅིག་ཡོད་རུང་བ་དེ་འདྲའི་དུས། ག་ཚད་ཁྱེད་རང་ཞོགས་ཀྱི་ཆུ་ཚོད་བདུན་པ་ནས་གོམ་པ་རྒྱག་གི་ཡོད་ན། དེ་རིང་ཁྱེད་རང། ད་སྨན་པ་གི་ཁྱེད་རང་ལ་ལམ་སྟོན་བྱེད་རུང་བ་དེ་རིང་ནས་ཁྱེད་རང་གོམ་པ་རྒྱབ་ཞོག་ཁྱེད་རང་གོམ་པ་རྒྱབ་ཡ་ཉུང་དྲག་ཆགས་ལབ་ཡོང་དུས་ག་ཚད་ཁྱེད་རང་སང་ཉིན་ནས་གོམ་པ་རྒྱབ་ཡའི་འགོ་བཙུགས་ཡོད་ན། དགོངས་པ་ཆུ་ཚོད་ད་ཁྱེད་རང་ཞོགས་ཀའི་ཆུ་ཚོད་དུམ་པ་གང་ལ་རྒྱབ་ཀྱི་ཡོད་རེད་ཟེར་བ་ད་དཔེར་ན་མཆོད་རྟེན་ཆེན་པོ་ཅིག་འགྲོ་ན་རེད་ད་སོ་སོ་ལམ་ཐང་འདྲ་བོ་ཅིག་མོ་ད་མོ་བྲག་གི་ལང་པ་འདྲ་བོ་ཅིག་ལ་འགྲོ་གི་ཡོད་ན་འདྲ་ད་སོ་སོ་ཁོར་ཡུག་ཅི་ཐང་ད་གཙང་མ་བྱུང་ན་ཡག་པོ་རེད་བ་ཡིན་ན་ད་ང་ཚོ་ཁོར་ཡུག་འདྲ་མིན་འདྲ་ན་ད་ཁོར་ཡུག་གཙང་མ་དེ་འདྲ་ཅིག་ག་བ་རག་གི་རེད་རག་ཁག་པོ་རེད་བ་ད་ཁྱེད་རང་ག་བ་དགོངས་པ་རྒྱབ་ཀྱི་ཡོད་ན་འདྲ། དུས་ཚོད་དེ་ཏན་ཏན་ཅིག་བཟོ་དགོས་རེད་ཁྱེད་རང། ཞོ་ཁའི་ཆུ་ཚོད་དུམ་པ་ནས་བརྒྱབ་ཀྱི་ཡོད་པ་ཡིན་ན། དེ་ནས་ཁྱེད་རང་ཉི་མ་ཉི་ཤུ་རྩ་གཅིག། རེད་བ། ཉི་མ་ཉི་ཤུ་རྩ་གཅིག་བར་དུ། དུས་ཚོད་གཅིག་པ་གང་ལ་གོམས་པ་བརྒྱབ་དགོས་ཀྱི་རེད། རེད་བ། ད་སྐར་མ་ལྔ་བཅུ་དེ་ཡར་མ་དེ་ཙིས་ད་བསྒྲིགས་ཆོག་གི་ཡོད་ཀྱི་རེད་དེ་ཡིན་པ་ཡིན་ན་ཡང། དེ་རིང་ཁྱེད་རང་ཞོ་ཁའི་ཆུ་ཚོད་དུམ་པ་ལ་གོམས་པ་བརྒྱབ་ཀྱི་ཡོད་ན་སང་ཉིན་ཁྱེད་རང་ཆུ་ཚོད་དུམ་པ་ལ་གོམས་པ་བརྒྱབ་དགོས་ཀྱི་རེད་གནངས་ཉིན་ཁྱེད་རང་ཆུ་ཚོད་དུམ་པ་ལ་གོམས་པ་བརྒྱབ་དགོས་ཀྱི་རེད་དེ་ག་ནང་བཞིན་ཉི་མ་ཉི་ཤུ་རྩ་གཅིག་བར་དུ། ཆུ་དུས་ཚོད་གཅིག་གི་སྒང་ལ་སྒོམ་པ་བརྒྱག་དགོས་འོ་རེད། ག་ཚད་ཁྱེད་རང་ཉིན་མ་གཅིག་གི་ནང་ལོགས་ལ་ཐེངས་མ་གཉིས་སྒོམ་པ་བརྒྱ་བས་ཀྱི་དུས་ཚོད་ད་སྒོམ་པ་ལ་ནི་སོ་སོ་རྐང་ཚུགས་ནས་ད་སྒོམ་པ་བརྒྱ་བས་ཀྱི་དུས་ཚོད་དེར་ད་ཡང་སོ་སོ་ལས་ཀ་གི་ཆེད་དུ་ཡར་མར་འགྲོ་ཡས་དང་ད་ལྟའི་སོ་སོ་མི་ཡུལ་དང་འདི་ཚོ་ཏིས་ཁ་ག་ར་བ་ཏིས་ལ་གོ་མ་ར་ཆེད་དུ་གཉེར་ནས་ཁྱེད་རང་སྒོམ་པ་བརྒྱག་གི་ཡོད་པས་ན་ཆུ་ཚོད་དུམ་པ་ཐོག་ལ་བརྒྱག་གི་ཡོད་པས་ན་དགོངས་དག་ཁྱེད་རང་ད་ཆུ་ཚོད་དྲུག་པ་ཐོག་ལ་སྒོམ་པ་བརྒྱག་གི་ཡོད་པས་ན། རྟག་པ་ཉི་མ་ཉི་མ་གཉིས་ཉི་མ་གཉིས་རྩ་གཅིག་བར་དུ་ཆུ་ཚོད་དྲུག་པ་རང་ལ་འགོ་བཙུགས་དགོས་ར་ག་རེ་ཟེར་ན་ལུས་ཁྱེད་རང་གི་གཟུགས་པོ་ལ་ཡང་འགྱུར་བ་ཐེབས་དགོས་ར་བ། ག་ཟེ་ཁྱེད་རང་དེ་རིང་ཁྱེད་རང་ཆུ་ཚོད་བདུན་པ་ལ་གོམ་པ་བརྒྱབ་སང་ཉིན་ཁྱེད་རང་ཆུ་ཚོད་བརྒྱད་པ་ལ་གོམ་པ་བརྒྱབ་གནངས་ཉིན་ཁྱེད་རང་ཁྱེད་རང་ལ་བདུད་རྩི་ཡོད་བསམ་ནས་ཆུ་ཚོད་བཅུ་བ་དེ་འདྲི་ལ་གོམ་པ་བརྒྱབ་གོམ་པ་བརྒྱབ་དེ་ནས་ཁྱེད་རང་ཡང་མཚམས་མཚམས་དེ་ཚོད་ཡོད་ར་ལ་ཉིན་གུང་གོམ་པ་བརྒྱབ་དེ་ནས་དེ་འདྲའི་དེ་འདྲའི་དགོངས་པ་རྒྱ་བལ་གྱི་དུས་ཚོད་དེ་གཏན་འཁེལ་འདྲ་བོ་ཅིག་མེད་པ་ཡིན་ན་དུས་ཚོད་ཡག་མ་ད་ཅིག་བརྒྱུད་རིམ་འདྲ་བོ་ཅིག་བྱེད་པ་ན་ཁྱེད་རང་གི་གཟུགས་པོ་ནང་འགྲོ་ལ་ཡག་འགྱུར་བ་ཡག་པོ་ཅིག་ཐེབས་ཐུབ་གི་མ་རེད་ཟེར། ཁྱེད་རང་གི་གཟུགས་པོ་གི་ད་ནང་འགྲོ་ལ Balance ཡག་པོ་སྒྲིག་ཐུབ་གི་ཡོད་མ་རེད། དེ་འདྲ་ཡིན་དུས་ད་དང་པོ་དེ་ལ་ཁྱེད་རང་དུས་ཚོད་དུས་ཚོད་གཏན་འཁེལ་བྱས་ཏེ་ཐོག་མ་དེ་གལ་ཆེན་པོ་ཆགས་ས་ད་ཐེངས་མ་གཉིས་པ་དེ་ད། དོན་ཚན་གཉིས་པ་དེ་ག་རེ་དོ་སྣང་སྟེར་འོས་རེད་ཟེར་ན། ཁྱེད་རང་གོམ་པ་རྒྱབ་པའི་འགྲོ་གི་ཡོད་པ་ཡིན་དུས་སྐར་མ་ག་ཚོད་ཁྱེད་རང་གོམ་པ་རྒྱབ་ཀྱི་ཡིན་རེད་བ། ཉིན་མ་གཅིག་ལ་ཁྱེད་རང་ད་ཆུ་ཚོད་བདུན་པ་ནས་འགོ་བཙུགས་ནས་སྐར་མ་ཉི་ཤུ་གོམ་པ་རྒྱབ་ཀྱི་ཡིན་པས་ཡང་ན་ཁྱེད་རང་སྐར་མ་བཅོ་ལྔ་གོམ་པ་རྒྱག་གི་ཡིན་པས་སྐར་མ་སུམ་ཅུ་གོམ་པ་རྒྱབ་ཡོད་གོམ་པ་ག་རེ་ཡིན་པ་ཁྱེད་རང་དུས་ཚོད་དེ་ཏན་ཏན་ཅིག་བཟོ་དགོས་ཀྱི་ཡོད་རེད་བ། ད་དུས་ཚོད་ཏན་ཏན་དེ་བཟོ་ཚར་བའི་རྗེས་ལ།

ད། གཅིག་པ་གཅིག་རྐྱང་རེ་ད་ཞགས་པ་གཉིས་རྩ་གཅིག་བར་དུ་གཅིག་པ་གཅིག་རྐྱང་རང་བྱེད་དགོས་རེད་ཆུ་ཚོད་བདུན་པ་ལ་དགོས་ཚོད་བདུན་དང་ཕྱེད་ཀ་བར་དུ་གཅིག་པ་གཅིག་རྐྱང་གཅིག་པ་གཅིག་རྐྱང་ཞགས་པ་གཉིས་རྩ་གཅིག་བར་དུ་བྱས་ད་དོན་ཚན་གཉིས་པ་དེ་ཁྱེད་རང་འབྲུ་རེ་ཤན་ལ་བོར་བ་ཡིན་ཅེས་སྐད་ནས་དུས་ཡུན་ཁྱེད་རང་གཏན་འབེབས་བཟོ་དགོས་རེད། ད་དོན་ཚན་གསུམ་པ་དེ་ཁྱེད་རང་ག་རེ་དོ་སྣང་སྤྲད་དགོས་རེད་ཟེར་བ་ཡིན་ན། ཁྱེད་རང་འགྲོ་ས་ཀྱི་ས་ཆ་གྱི་དཔག་ཚད་ཅིག་ཡོད་རུང་བ་དཔག་ཚད་ལ་ན་རིང་ཐུང་ས་ཆ་ཁྱེད་རང་ད་དཔེར་ན་གོམ་པ་སྐོར་རེ་བརྒྱབ་དུས་གོམ་པ་གོམ་པ་སྐོར་རེ་བརྒྱབ་ཡང་ན་མཆོད་རྟེན་འདྲ་བོ་སྐོར་རེ་བརྒྱབ་པ་ཡང་ན་ཁྱེད་རང་ལམ་ཀ་ཅིག་འགྲོ་ཡོང་དུས་དགོས་སོ། འདིར་ལམ་ཀ་དེ་འདི་ནས་ཕ་གིའི་བར་དུ་ཀི་ལོ་མི་ཀྲར་ལྔ་ཡོད་པ་ཡིན་ན། ཆུ་ཚོད་ཕྱེད་ཀ་གི་ནང་ལོགས་དང་ཀི་ལོ་མི་ཀྲར་ལྔ་དེ་ཁག་པོར་བར་ཆུ་ཚོད་ཕྱེད་ཀ་གི་ནང་ལོགས་ཀི་ལོ་མི་ཀྲར་གསུམ་འགྲོ་གི་ཡོད་པ་ཡིན་ན། ཀི་ལོ་མི་ཀྲར་གསུམ་གསུམ་གསུམ་འགྲོ་དགོས་ཀྱི་རེད་དག་པ། དེ་འདྲ་ཡིན་དུས་དོན་ཚུལ་གསུམ་ལ་ག་རེ་དོ་སྣང་སྤྲོད་དགོས་རེད་ཟེར་ན། ཆུ་ཚོད་བདུན་པ་ནས་མགོ་བཙུགས་ནས། ཆུ་ཚོད་བདུན་དང་ཕྱེད་ཀའི་བར་དུ་དགོངས་པ་བརྒྱ། དགོངས་པ་བརྒྱ་བརྒྱ་ཀྱི་དུས་ཚོད་དེ་ག་ཚོད་རེད་ལ་ན་ཆུ་ཚོད་ཕྱེད་ཀ་ཅིག་རེད་བ། ཆུ་ཚོད་ཕྱེད་ཀ་ནང་ལོགས་ལ་དགོངས་པ་ག་ཚོད་བརྒྱག་དགོས་རེད་ལ་ན་ཀི་ལོ་མི་ཀྲོར་གསུམ་བརྒྱབ་དགོས་བརྒྱབ་ཀྱི་ཡོད་རེད་བ། ཀི་ལོ་མི་ཀྲོར་གསུམ་བརྒྱབ་འགྲོ་དགོས་རེད་བ། དེ་འདྲ་ཡིན་དུས། འདི་ཀི་ལོ་མི་ཀྲོར་གསུམ་འདི་ལ། དེ་ནས་ཁྱེད་རང་གཉིས་རྟག་པ། ཁྱོད་རང་དུས་ཚོད་གཅིག་པ། གི་སྒང་ལ་དུས་ཡུན་གཅིག་པ་གི་སྒང་ལ་འགྲོ་སོགས་ཀྱི་ས་ཆ་གི་རིང་ཐུང་གཅིག་པ་གི་སྒང་ལ་དུས་ཚོད་ཏག་ཏག་ཏག་ཏག་གི་སྒང་ལ་ཁྱེད་རང་གོམ་པ་བརྒྱབ་ཐུབ་པ་ཡིན་ན་དེ་ནི་ཁྱེད་རང་གི་གཟུགས་པོ་ནང་ལོགས་ལ་ག་ལེ་ག་ལེ་སོ་སོ་གི་གཟུགས་པོ་གི་ནུས་པ་དེ་ཚང་མ་ཡ་ག་ལེ་ག་ལེ་བྱས་ནས་སུ་གསོ་ཡོང་དགོས་པ་དང་ནང་གི་དོན་སྣོད་འདུས་ཚོགས་ཀྱི་ནང་ལོགས་ལ་ཡ Balance ཡི་རང་བཞིན་གྱི་ཡ་སྙོམས་པོ་བཟོ་ཐུབ་ཡ་དང་དེ་ནི་སོ་སོ་གི་གཟུགས་པོ་སྟོབས་རྩལ་དེ་ཚོ་ཡ་མ་ཡ་ཡ་ཡ་མ་གྱེས་ཡོང་དགོས། དེ་འདྲ་ཡིན་དུས་ཞག་པ་ཉིས་རྩ་གཅིག་བར་དུ་ཁྱེད་རང་གིས་གཏན་འཁེལ་དེ་འདྲས་ཀྱི་གནང་དར་བ། ད་ག་ཚེ་ཁྱེད་རང་ཞག་པ་ཉི་ཤུ་རྩ་གཅིག་ནས་མ་ད་ཁྱེད་རང་ཡང་འགྱུར་བ་གཏང་གི་ཡོད་པ་ཡིན་ན་ཁྱེད་རང་ཆུ་ཚོད་འདི་ནས་ད་ཁྱེད་རང་མང་དུ་གཏང་གི་ཡིན་པ་ཡིན་ན་འདྲ་ཉུང་དུ་གཏང་གི་ཡིན་པ་ཡིན་ན་འདྲ་ཞག་པ་ཉིས་རྩ་གཅིག་བར་དུ་འགྱུར་བ་གཏང་ན་ཁྱེད་རང་དེ་ད་འདི་གནང་ལོ་ལ་འགྱུར་བ་གཏང་ན་ཁྱེད་རང་གི་གཟུགས་པོ་ལ་ཁྱད་པར་འགྲོ་དགོས་པ་རེད། དེ་ནས་དུས་ཞག་པ་གཉིས་རྩ་གཅིག་གི་རྗེས་ལ་ཟེར་བ་དག་ཁྱེད་རང་ཁྱེད་རང་ལ་ཡང་དུས་ཚོད་འགྲོ་བ་ཞིག་རག་གི་ཡོད་པ་ན་དགོན་པ་མང་ས་གས་ཡོད་པས་ན་དུས་ན་བདུན་པ་ནས་འགོ་བཙུགས་ནས་དུས་ན་སྐར་མ་བཞི་བཞི་ཞེ་ལྔ་བར་དུ་འགོ་བཙུགས་རོགས་ག་ཡིན་ཟེར་ན་ད་དེའི་སྔོན་ལ་ཁྱེད་རང་ཆུ་ཚོད་ཕྱེད་ཀ་བྱས་རེད་བ་ད་ཞག་པ་གཉིས་རྩ་གཅིག་རྗེས་ལ་དེ་ནས་སྐར་མ་བཅོ་ལྔ་ཡར་སྤར་དགོས་རེད་སྐར་མ་བཅོ་ལྔ་ཡར་སྤར་དེ་ནས་ཁྱེད་རང་དེའི་སྔོན་ལ་ཡང་ད་ཆུ་ཚོད་དེ་རེད་རེད་བ་ཁྱེད་རང་དང་པོ་དུས་ཚོད་དེ་གཏན་འབེབས་བཟོ་ཚར་བ་དེ་ནས་དུས་ད་ཆུ་ཚོད་དེ་ཁྱེད་རང་གིས་སྐར་མ་བཅོ་ལྔ་ཡར་སྤར་ནས་སྐར་མ་བཞི་བཞི་ལྔ་ཁྱེད་རང་གོམ་པ་བརྒྱབ་རོགས། དེ་བྱས་ལ་ད་ཞག་པ་གཉིས་རྩ་གཅིག་བྱས་ལ་ད་ས་ཆ་ཡུན་རིང་ཐུང་སྟེ་ཁ་སང་ཆུ་ཚོད་ཕྱེད་ཀ་གི་ནང་ལོ་ལ་ཀི་ལོ་མི་ཀྲ་གསུམ་འགྲོ་ཡོད་ན་ད་དེ་རིང་ཀི་ལོ་མི་ཀྲ་བཞི་འགྲོ་རོགས། ཀི་ལོ་མི་ཀྲ་བཞི། དེ་ནས་ཆུ་ཚོད། དེ་ནས་འདི་ནང་ལ་ཆུ་ཚོད་ར་ནང་རེད་སྐར་མ་བཞི་བཞི་ལྔ་ནང་ལ་ཀི་ལོ་མི་ཀྲ་བཞི། ཡང་འདི་ཞག་པ་གཉིས་རྩ་གཅིག་བར་དུ་འདི་འདྲའི་རྟག་པ་བྱས་ནས། ཞག་གཉིས་རྩ་གཅིག་བར་དུ་བརྟག་པ་བརྟག་པ། དེ་གཅིག་པ་གཅིག་རྐྱང་བྱས་ནས་དེ་འདྲས་ཅིག་བྱས་པ་ཡིན་ན་དེ་ནི་ཁྱེད་རང་གི་གཟུགས་པོ་གསོ་ཡ་དང་ནང་ལོགས་ལ་ལུས་ཀྱི་འཕྲོད་བསྟེན་དེ་ཧ་ཅང་གི་ཡག་པོ་བྱ་ཡ་དང་དེ་ནས་ད་གནས་སྟངས་ག་རེ་ད་མང་པོ་ཅིག་འགྲེལ་བཤད་བྱ་བ་ཡོད་རེད་ད་དེ་འདྲས་དེ་འདྲས་སུ་བྱ་གི་རེད་ཟེར་ཡིན་པ་ཡིན་ན་དེ་འདྲས་འདུག་གོམ་པ་རྒྱབ་སྟངས་དེ་དེ་འདྲས་སུ་ཆགས་ཀྱི་རེད། དེ་དྲིས་འདུག་ད་ངས་ཡང་བསྐྱར་ཅིག་བསྐྱར་ཟློས་བྱས་ནས་ཞུས་པ་ཡིན་ན་སུ་ཚོད་གོམ་པ་བརྒྱབ་ཡོང་དུས་དུས་ཚོད་གཅིག་པ་གཅིག་ལ་གོམ་པ་བརྒྱབ་ཡ་དང། དེ་ནས་གོམ་པ་བརྒྱབ་ཡོང་དུས་དེ་ནས་ད་དུས་ཡུན་གཅིག་གི་རེད་བ་དུས་ཡུན་དེ་ཞག་པ་གཉིས་རྩ་གཅིག་བར་དུ་བརྟན་པོ་བཟོ་བ་ཡ་དང་དེ་ག་ན་ཞིག་གོམ་པ་བརྒྱབ་ཡོང་དུས་གོམ་པ་བརྒྱབ་ས་གི་ས་ཆ་གི་ཡུན་རིང་ཐུང་གཅིག་ཡོད་རེད་བ་དེ་སུ་ཚོད་གཏན་འབེབས་བཟོ་ཡ་དེ། དེ་ནི་པད་མ་སེར་སྐྱའི་ཆེན་པོ་རེད་ག་ཚད་ཁྱེད་རང་འདི་འདྲས་བྱས་ནས་གཏན་འབེབས་བྱས་ནས་ད་ནི་སོ་སོ་གཅིག་པ་གཅིག་པ་དེ་ནི་རྟག་པ་དེ་ནི་ཡག་པོ་འགྲོ་ཐུབ་པ་ཡིན་ན་སོ་སོ་འཕྲོད་བསྟེན་དེ་ཞེ་དྲག་ཡག་པོ་ཆགས་ཀྱི་ཡོད་རེད་ཨ་དེ་ནི་སྨན་པ་གི་གསུངས་པ་ནང་བཞིན་སོ་སོ་གི་ལུས་ལ་འགྱུར་བ་ཅིག་འགྲོ་གི་རེད་དེ་མ་གཏོགས་ཉི་མ་གཅིག་དུས་ཚོད་རག་ཡོང་དུས་མང་ཐག་ཆོད་འགྲོ་དེ་ནི་ང་ཚོ་གུང་སེང་གི་དུས་ཚོད་དང་དུས་ཚོད་རག་ཡོང་དུས་མང་ཐག་ཆོད་འགྲོ་དེ་ནི་དུས་ཚོད་མ་རག་དུས་དེ་ནས་ཁོ་རང་འགྲོ་ཡ་མེད་པར་བྱས་ན་ལུས་ཀྱི་ནང་ལོགས་ལ་ཡང་རླུང་གི་རྒྱུ་བ་དང་རྩ་ཡི་རྒྱུ་བ་ནང་གི་དོན་སྣོད་ཀྱི་བྱེད་ལས་དེ་རྫོགས་མ་ཉམས་འགྲོ་གི་འོ་རེད། དེ་འདྲའི་གསོལ་ཡ་གྱི་ཚབ་ལ་མ་ཉམས་འགྲོ་གི་འོ་རེད་ད་མཚམས་མཚམས་ལས་ཀ་དཔེ་མ་སྲིད་མང་པོ་སྤྲད་མཚམས་མཚམས་ལས་ཀ་ཁོ་རང་མེད་པར་བྱས་དེ་འདྲས་ཡིན་དུས་སྙོམས་ཀྱི་མ་རེད་བ། དེ་འདྲས་ཡིན་དུས་གནས་སྟངས་གང་འདྲ་ཅིག་གི་ཡིན་པ་ཡིན་ན་རེད་ད། སོ་སོ་འཇིག་རྟེན་འདི་སྣང་ལ་བྱ་བཞག་ག་རེ་ཡིན་པ་ཅིག་ཡིན་པ་ཡིན་ན་ཡང་ཚང་མ་སྨྱོན་པའི་སྒང་ལ་འགྲོ་དགོས་ཀྱི་འདུག་ཨ། འདི་འདྲ་ཡིན་དུས་སོ་སོ་གོམ་པ་རྒྱབ་སྟངས་ཀྱི། ད། འགྲོ་སྟངས་ལ་ཨོ་ར་གོམ་པ་རྒྱབ་སྟངས་དེ་འདི་འདྲ་ཅིག་བརྒྱབ་པ་ཡིན་ན་ཁྱེད་རང་གི་གཟུགས་པོ་ལ་ཏན་ཏན་ཅིག་གོམ་པ་བརྒྱབ་ནས་ཁྱེད་རང་ལ་ཡག་པོ་ཞིག་ལ་ཆགས་ཀྱི་རེད་དྲན་གྱི་འདུག་ཟེར་བ་དེ་ཅིག་རྣམ་པ་ལེན་གྱི་འདུག་ཐུགས་ལ་ཤར་བ་ན་ག་སྲིད་ངས་འདི་བཤད་པ་དེ་ནོར་བ་དང་འཁྲུལ་བ་ཡོད་པ་ཡིན་ན་ཁྱེད་རྣམ་པ་ཡིས་མ་བསམ་ཚུལ་ཅིག་གསུང་རོགས་གནང་ལགས་སོ་ཐུགས་རྗེ་ཆེ།